དེ་ནི། ལྟུང་བ་ལ་བཟོད་པ་ཟེར་བ་འདི་སྐབས་ནི་ན་ང་ཚོ་བསམ་བློ་གཏོང་ས་གཙོ་བོའི་འདྲ་བོ་དེ་ག་རེ་རེད་ལབ་ན་ཨ་ནི། དཔེ་ཆ་བཞག་ན་ཨ་ནི། རྐུན་མ། ལྕགས་པ། ཨའོ་དེ་འདྲ་ཡོང་ནས། སོ་སོའི་ནང་ལ་ཡོད་པའི་རྒྱུ་ནོར་ལོངས་སྤྱོད་དུ་བཟོ། འཕྲོག་པ་ཡིན་ན། ཨ་ནི། ཁོ་རང་ཚོ་འདོད་པ་ནོར་རྗེས་འཕྲོག་ཏུ་བཅུག་དགོས་རེད། ཁོ་རང་ཚོ་ལ་སྤྲད་དགོས་རེད། སོ་སོ་རང་ཉིད་ཀྱི་བསགས་བཞག་པའི་དུས་གསུམ་གྱི་དགེ་བ།

ད་ཡིན་ན་ཡང་ང་ཚོ་བདག་གཞན་མཉམ་བརྗེ་ཟེར་བ་གི་བསམ་བློ་དེའི་སྒང་ལ་བསམ་བློ་བཏང་པ་ཡིན་ན་ནི་བྱང་ཆུབ་སེམས་དཔའ་དེ་ཚོ་ཏག་ཏག་དེ་བྱེད་གི་ཡོད་པ་ཡིན་པ་རེད། རྐུན་མ་ལྕགས་པ་ད་ག་འདྲས་བྱས་ན་ནི་ཁོ་རང་ཚོ་ལྷས་ནི་ང་ང་རང་ཚོ་ང་ཚོ་རྒྱུ་ནོར་ལོངས་སྤྱོད་འཕྲོག་བཅོམ་བྱེད་གི་ཡོད་པ་དེ་གཅིག་ནི་ཁོ་རང་ཚོ་ལ་རྒྱུ་མཚན་གཞན་པ་གཅིག་ཡོད་ཀྱི་རེད་དཔེར་ན་ཁ་ནི་ཁ་ལ་ཟ་གྱི་མེད་པ། སྐུ་ལོ་གོན་གྱི་མེད་པར་རྒྱུ་ནོར་ལོངས་སྤྱོད་སྒང་ལ་ཧ་ཅང་གི་དཀའ་ལས་ཆེན་པོ་འཕྲད་བསྡད་ཡོད་པ་ནི་སྟངས་དེ་འདྲ་ཡང་ཡིན་སྲིད་པ་རེད། ཨ་དོན་དག་ཧ་གོ་ཐུབ་པ་གཙོ་བོ་ཅི་སྟེ་གར་ལམ་ན་ཁོ་རང་ཚོ་འདོད་ཆགས་དང་ཞེ་སྡང། ཕྲག་དོག་ང་རྒྱལ་དེ་འདྲ་གི་གཞན་དབང་ལ་གྲོལ་ནས་ནི། ལིང་ངམ་པ་བྱ་བ་དེ་འདྲ་དང་བྱེད་ཀྱི་ཡོད་པ་རེད། ཡིན་ཙང་སྙིང་རྗེ་ཟེར་བ་གི་བསམ་པ་དེ་བཤིག་ཆེན་པོ་སྐྱེས་ནས་ཁོ་རང་ཚོ་ལ་ཕན་ཐོག་ཡོང་པ་ཤོག་ཟེར་བ་གི་ནི་སྨོན་ལམ་བསམ་བློ་དེ་འདྲི་ཅིག་གཏོང་ཐུབ་པ་ཡིན་ན་ངོས་ནས་ལྷག་བསམ་རྣམ་དག་གིས་དེ་འདྲི་གི་བསམ་བློ་ཅིག་འཁོར་ཐུབ་པ་ཡིན་ན་ང་རང་ཚོ་སོ་སོ་སྡིག་པ་བཏགས་པ། དགེ་རྩ་བསགས་པ། འོ་དེ་འདྲི་ཡོང་གི་ཡོད་པ་རེད། མ་ཚད་ང་རང་ཚོ་སྐྱེ་བ་ཐོག་མ་མེད་པ་ནས་འཁོར་བའི་ནང་ལ་གནས་བསྡད་ཡོད་པ་དེ་ནི། འགྲོ་བ་གཞན་པ་མི་གཞན་པ་ཡོང་ནས་ང་རང་ཚོ་རྒྱུ་ནོར་ལོངས་སྤྱོད་འཕྲོག་ཨོ་དེ་འདྲ་བྱས་ནས་འཁོར་བ་ནང་ལ་ལྷག་སྡུག་བསྔལ་རྒྱུན་ཆད་མེད་པ་མྱོང་གདའ་པ་དེ་རྐུ་མ་བཅག་པ་གི་བཟོ་བཞག་པ་མ་རེད། རྐྱེན་ངན་རྐྱེན་ངན་ལམ་ཁྱེར་ཟེར་གྱི་དེ་འདྲས་གསུང་གི་ཡོད་རོ་བ་ཨ་ནི་དེ་འདྲས་གི་རྐྱེན་ངན་པ་ཨ་ནི་སོ་སོ་རང་སྟངས་ལ་རང་སྟངས་རང་སྟེང་ལ་བབས་ཡོང་དུས་ཨ་ནི་དེ་འདྲས་གི་བསམ་པ་བཟང་པོ། སྙིང་སྟོབས་ཆེན་པོ་དེ་འདྲའི་ཅིག་གིས་ནི་རྐྱེན་ངན་པ་དུ་སོགས་ལ་ནི་ཁ་གཏད་བཅག་ཐུབ་པ་ཡིན་ན། རྐྱེན་ངན་པ་དེ་བྱང་ཆུབ་ཀྱི་ལམ་ལ་བསྒྱུར་གི་ཡོད་རེད། སངས་རྒྱས་ཀྱི་ལམ་ལ་བསྒྱུར་ཐུབ་ཀྱི་ཡོད་རེད། ཁ་ཐུག་གནས་སྐབས་དེ་ལ་བསམ་བློ་བཏང་བ་ཡིན་ན་རྒྱུ་ནོར་ལོངས་སྤྱོད་ལྟས་སུ་བྱས་ནས་རྐུན་མ་ཅག་པ་ཚོ་ཁྲག་འགྲོ་བ་ཡིན་ཙང་ཕམ་ཁ་རག་གི་ཡོད་པའི་སོ་འདྲ་བོ་དེ་འདྲའི་ཚོར་སྣང་ཅིག་ཡོང་གི་ཡོད་རེད་དེ། བསམ་པ་བཟང་པོ་དེ་འདྲའི་ཅིག་གིས་སྐུལ་མ་བཅག་པ་འདི་ཚོ་ལ་བསམ་པ་བཟང་པོ་དེ་འདྲའི་ཅིག་སྐྱེས་ནས་ཁོ་རང་ཚོ་ལ་ཁ་གཏད་བཅག་ཐུབ་པ་ཡིན་ན་ང་རང་ཚོ་བསམ་པ་བཟང་པོ་དེ་ཨ་ནི་ཚེ་རབས་འཁོར་བ་ཐོག་མ་མེད་པ་ནས་ཨ་ནི་སྡུག་བསྔལ་རྒྱུན་མ་ཆད་པར་མྱངས་ཡོང་བའི

དེ་འདྲ་གསུངས་གི་ཡོད་པ་རེད། དུ་གཏན་དུ་འཁོར་བའི་ནང་ལ་གནས་མི་དགོས་པ་ག་ནི་རྒྱུ་དང་རྐྱེན་དུ་འགྲོ་གི་ཡོད་པ་རེད། མཐུ་རྐྱེན་དུ་འགྲོ་གི་ཡོད་པ་རེད། འོ་དེ་འདྲ་ཅིག་གསུངས་པ་རེད་ཐུགས་རྗེ་ཆེ། ཨ་ནི་དེ་ཧ་གོ་དགོས་པ་རེད་བཀའ་དྲིན་ཆེ།